ཡ། ཆུ་ལས། དེ་ནས་ལ་དྭགས་ཆོས་སྐྱིད་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་ཚང་མ་ལ། ཨེ་ནེ་ཨེས་སྔ་དྲོ་བདེ་ལེགས་སུ་དང་འཇུ་ལས་བཞུགས་ཏེ་དེ་ནས་དེ་རིང་ང་དང་སློབ་ཚན་པོ་འགོ་འཛུགས་བཞིན། ལྷར་བཅས་སུ་སྟོན་པ་སངས་རྒྱས་ཀུན་གྱི་ངོ་སོར་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། གསུངས་པ་སངས་ན་དེ་ནི་དགའ། དགའ་ནི་དག་སྣང་ཚོགས་ལ་དེ་ནི་དགའ། ཨེ་ནི་ང་དང་ཆོས་ཀྱི་བགྲོ་གླེང་ཚོགས་པའི་སློབ་ཚན། ཨེ་ནི་ཆོས་ཀྱི་ཚིགས་སུ་བཅད་པ་ཟིན་ཅིག་ང་དང་ཞུས་འཇིག་དང་ཡོངས་སུ་བསྟན་ནོ། སོང་བ་ས་མ་ད་དེ་རིང་ཁེར་དེ་ན་ང་དང་དེ་ནས་བཞི་བཅུ་ཞབས་བདུན་པ་ཆགས་འདུག་ད་དེ་རིང་ཡིན་ལོབས་ཙན་པི་ན་དེ་ནས་བདག་ནང་ཙོགས་ལ་ཡང་སྐྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པས་ཨེ་ནས་བཀའ་སློབ་བི་ཆོག་ཅིག་ངེས་ཨེ་ནས་ཟུར་སྟོན་བཅོས་ཏེ་ངེས་ཅང་ཡི་ག་ན་ཕུལ་དེ་ཡོད་ཨེ་ནས་སོང་བ་སང་མ་ད་གོང་ས་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པས་དེ་ནས་བཀའ་སློབ་ཡིན་ནའང་འོ་ད་ཅི་གསུང་ཟེར་འདུག་ཞུས་ན། ཕན་སེམས་ལ་བརྟེན་ན་ཨི་ཆེས་ཡོང་ཞིང། ཨི་ཆེས་ལ་བརྟེན་ན་གྲོགས་པོ་གྲོགས་པོའི་འབྲེལ་བ། གྲོགས་པོའི་འབྲེལ་བ་ལ་བརྟེན་ན་ཉམས་འབྲེལ་ཡག་པོ་ཞིག་ཡོང་ཐུབ། གཞན་ལ་བཅོས་མིན་གྱི་ཕན་སེམས་ཡོད་ན། འགོ་སྐོར། བསླུ་བྲིད་སོགས་མི་ཡོང་ཞིང། རྟོག་པ་རྣམ་རྟོག་གང་ཡང་མེད་པར་ཕན་ཚུན་འབྲལ་བ་བཅད་ཆོག་གསུངས་ཟེར་དུ་བ་ལས། ད་གསུངས་པ་ཟང་མ་ད་དགོས་མེད་ཀ་ད་ད་ངས་ཞུ་གོ་ཤ་མེད་སྐད། ཨེ་ནས་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་ཡ་མེད་ན་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཨེ་ནས་རྟ་འཛིན་རྒྱ་མཚོ་མཆོག་ཨོ་ད་གདངས་འདི་རིང་དུས་ཚོད་ལ་ཨོ་ད་ང་ད་འཛམ་བུ་གླིང་འདི་ནའང། ཨོ་ད་མིས་ང་དང་ནང་པའི་ཆོས་ལ་བསྟེན་ག་འདའ་ཨ་ཟེ་ག་བོར། ད་ག་འཛམ་བུ་གླིང་ངི་སྤོན་པོ་ཆེ་རི་ཆེ་ཚད། ཚན་རིག་པ་ཀ་བྲག་ཆེ་རི་ཆེ་ཚད། ཨོ་ཁ་སྤ་དང་ཨོ་ད་ཉམས་ལེན་པ་ཨོ་ཆེ་རི་ཆེ་ཚད་ཚང་མས་ཨེ་ནི་འགུལ་སྡུད་བྱོས་སེ་ཨོ་ད་ང་དང་བླ་མ་སྐིས་བུ་དམ་པ་བསམ་གི་མི་ཁ་བ་ཞིག་བཞུགས་བསྟེན་ག་འདུག་ཨོ་ད་ངས་བཞུགས་འོས་ཤ་མེད་ཁ་ང་དང་ཚང་མས་ཁས་ནི་འཇིག་དང་ཡིན་རོགས། དེས་ན་སྐྱང་དམིགས་བསལ་གྱིས་ང་དང་ལ་དྭགས་པ་དང་ཧེ་མ་ལ་ཡི་ལྗོངས་ཀུན་ལ་ཧ་ཅང་བཀའ་དྲིན་ཆེན་མོ། ཧ་ཅང་ཐུགས་བརྩེ་ཆེན་མོ། ཨོ་ད་ཨི་ནོ་ལི། དེས་ན་སྐྱང་ང་དང་ལ་དྭགས་ཀུན་ལ་ཨོ་ད་ལོ་ནང་ཨོ་ད་བདེན་པའི་རྒྱལ་བ་རིན་པོ་ཆེ་རྡ་རམ་ས་ལ་ན་ལ་དྭགས་ལ་སྐྱོ་ད་སྐྱོ་ཙ་ན་ཨོ་རིངས་ཏེ་ད་ང་ལ་དྭགས་ལ་ཆ་ཅན་ད་ང་ལ་དྭགས་ལ་སྐྱོ་ཅན་མོ་ལེ་འཇིགས། རིངས་ཏེ་སྐྱོ་སྟེ་ཨ་ཀ། ཨོ་ད་ལ་དྭགས་ལ་ཨེ་ནས་ཟླ་གཅིག་ནང་ཞག་མ་བཅོ་ལྔ་རེད་ཟླ་གཉིས་རེད་ཟླ་གཅིག་རེད་ད་ལོ་ནང་བཞུགས་སྟུ་བ་ལེགས། ད་དེ་ཚང་མ་ཨོ་ད་ཅི་ཡར་བསྟན་བསྟན་ཨོག་ཟེར་ན་དགའ་ཨོ་ང་དང་ལ་དྭགས་སི་མི་མང་སི་ཨོ་ད་པ་ཨི་ཆེས་དམ་ཚིགས་ཨོ་ད་གཙང་མ་ཡོ་བ་མེད་པ་ལ་བསྟན་ནས་ཨེ་ནི་མགོན་པོ་མཆོག་གིས་ཨོ་ད་ང་དང་དེ་ཟམ་ཐུགས་བརྩེ་མཛའ་སྟེ་དེ་ཟམ་ཧ་ལས་ཨོ་ད་ཨེ་ནི་ག་ཧ་ཁྱེད་དེ་ནང་བླང་དོར་གྱི་བཀའ་སློབ་ལམ་སྟོན་གསལ་བྱེད་སྔོན་ཁྱེད་དེ་ནང་ཨོ་ད་ང་དང་ཐུགས་བརྩེ་སྐལ་པོ་ཨོ་ང་དང་བརྟག་པ་དང་དམ་ཚིག་ཨེ་ནི་ག་ཡོ་བ་མེད་པའམ་བརྟག་པ་དང་དམ་ཚིག་གཙང་མ་ཡོད་སྐལ་པོ་མཛའ་སྟེ་ཨེ་ནི་མགོན་པོ་མཆོག་གིས་ཨོ་ད་ང་དང་སྐྱོ་དེ་བཀའ་སློབ་ལམ་སྟོན་གསལ་བྱེད་ཟེར་དོན་བདག་པོ་དེ་ཨོ་ན་བ་ལས། ཨེ་ནི་ན་ནིང། དཔེར་ན་ང་དང་ད་དུས་དུས་དེ་ཨ་ཡར་ལ། ཨེ་ནི་རྒྱལ་བ་རིན་པོ་ཆེ་དེ་ནི་ལ་དྭགས་སུ་བསྐྱོད་ཙ་ན་ཅི་མོ་ལགས། ཧ་ལས། ས་གཞི་ཡ་དྭགས། ས་ཨོ་ནམ་མཁའ་ཡ་དྭགས། ཨོ་དེ་ནི་ས་གཞི་རྡུལ་དྭགས། ཨོ་དེ་ནས་མི་མང་སི་ཨེ་ནི་ག་ཤེས་དེ་ན་སེམས་ཀྱི་སྣང་བ་རྣམ་རྟོག་རྟགས་སྟེ་ཡོད་སྐམ་པོ་བཞག་སྟེ་ཨོ་དེ་ནས་གའོ་ཤེས་དེ་ན་ཨོ་ད་ང་ཨོ་དེ་ནས་ག་ད་བདེན་པས་ཨེ་ནི་ལ་དྭགས་ལ་ཡོང་ཆེས་པོ་ཤེས་དེ་ན་ཧ་ཅང་ཐད་པོ་དང་ར་མོ་ར་མོ་ལ་ག་ལས།

ཨོ་ད་ལྟའི་སྔོན་ཁེ་ཏི་ན་ད་ང་དང་ཧ་གོ་གོ་ཞབས་ཨིན་ནས་ཀྱང་སྨིས་སྡིག་ཅན། ཨ་ལེ། ཨོ་ད་སྨིས་དེ་ནས་སོ་དེ་སོ་ན་མེད་གན་ཁ་ཅི་ག་ནི་ཨོ་རྒྱ་བར་ཐམས་ཅད་མཁྱེན་པའི་ཨི་ཟམ་ཛད་པ་སྐྱང་ཨེན་ཇི་ཡང་ད་རུང་མ་དད་པ་དང་ཨིད་མ་ཆེས་པ་དང་སྣང་བ་རྣམས་རྟོག་རེ་རེ་གཉིས་གཉིས་ཡོང་ཨ་རོགས། ཆོས་ཟབ་ས་རྡུལ་ཟབ་ཟེར་གན་པོ་ང་དང་མོལ་འདུག་ཨ་ལེ། ཨོ་སངས་རྒྱས་བཅོམ་ལྡན་འདས་སྨིན་ཡུལ་འཇིག་རྟེན་འདི་ཀར་སྐྱོལ་ཏེ། ཨོ་བརྫད་པ་བཅུ་གཉིས་སྐྱེ་ལྔ་བརྫད་རྩ་ནང་རྡུལ་བླ་བྱིན་ལ་སོགས་པའི། ཨོ་དེ་ནས་དགའ་བསོད་ནམས་མནན་པ་དང་སྐལ་པ་མནན་པ་འགའ་ཞིག། སངས་རྒྱས་སྲིད་བརྫད་པ་ཚང་མ་སྐྱོན་ལ་མཐོང་བཀྱག། ཨོ་ད་གདངས་འདི་རིང་དུ་སོ་ལ་ཨི་གཟུགས་རེ་རེ་ངིས་ངིས་སྐད་ང་དང་ཡོང་སྟེ་ང་དང་ཐོན་ཅིག་དང་ཡིན་བ་ལས། ཡིན་ནས་ཀྱང་ཨོ་ད་ང་དང་རང་ལམ་ག་གཟུགས་ཞིག་ཡིན་ནའང་འགྲུལ་དགོས་ཤིན་ང་དང་རང་ག་གཟུགས་ཞིག་ཡོང་དགོས་ཤིན་ཟེར་དཀར་པོ་ང་དང་རང་ན་རང་ཨར་རྟགས་དཔྱད་རྫ་དང། ལོ་ཟུར་ན་སྤེ་གོ་ན་སེམས་དྲང་པོར་ན་སྤེ་གོ་ན་རང་ཨར་རྟགས་དཔྱད་བཅོས་སང། ཡིན་རང་རང་རྣམ་དཔྱོད་ཅན་ཅིག་ཡིན་ན་རང་རང་བསམ་བློ་དང་ཤེས་སྐལ་ཅིག་ཡིན་ན་ང་དང་ཤེས་ཤེས་ཡིན་བ་ལས་ད། ཨོ། སོང་བ་ཟ་ན་ད་དོན་དག་ཨ། ད་འདི་ཚང་མས་སྐོར་ངེས་མང་པོ་བཞུ་དགོས་ཤ་མེད་སྐད། ཨོ། ཨེ་ནས་ང་དང་ཚང་མས་ཁྱེད་ནི་འཇིག་ཐང་ཡིན་ནོ་ཁྱེད་མགོ་ཤེས་པོའང་ཁག་ཅན་ཡིན་སྐད། ཨོ། སོང་བ་ཟ་ན་ང་དང་མི་ཡུལ་འཇིག་སྟེ་འདི་ག། མི་ཡི་ལུས་རྟེན་བཟང་པོ་ཞིག་ཐོབ་སྟེ་ཡོད་དེ་ནོ། དེ་ཐོབ་སྐན་པོ་ད་ད་རུང་ཙམ་ང་དང་ལག་པ་ཡོད་ཟེར་སྐན་པོ་ང་དང་རང་ནི་རང་རྟགས་ཅད་མཛའ་དང། ཨོ་ད་དཔེར་ན་ང་དང་ང་ཚོ་ཞིག་ཡིན་ན་ད་ལོ་ལྔ་བཅུ་བསླེབས་ཚར་དེ་ནོ། ཨ་ལེ། ད་ལོ་ལྔ་བཅུ་བསླེབས་ཚར་བ་ན་ངའི་མི་ཚེའི་ལྷག་མ་ཙམ་ཞིག་འདུག་ད་རང་ནང་རང་བཀྲི་བ་དང་བྱས་ཟིན་ནོ། ཨོ་ད་ཙམ་ཞིག་ཚུགས་པ་འདུག་གིན་ད་གལ་ཏེ་མི་ནི་སྡུག་རང་འདུག་ན། ཧ་ལེ། ལམ་འགྲོ་ཡོང་སྟེ་སྡུག་རང་འདུག་ན་ད་རུང་ལོ་ཙམ་ཚུགས་པ་འདུག་གིན་མང་པོ་འདུག་ན་བཅོ་ལྔ་ཉི་ཤུ། ཡས་ཉི་ཤུ་རྩ་ལྔ་སུམ་ཅུ་ཚུགས་པ་གདུགས་གང་བཅོལ་བཟང། གསུངས་པ་བསམ་ན་ད་ལྟའི་ལོ་སུམ་ཅུའི་ནང་ང་གདུགས་བཅལ་བྱས་ནས་ལོ་སུམ་ཅུའི་ནང་ངས་ཅི་བཅོལ་བ་ཤར། ང་ཅི་བཅོལ་ཉན་བྱེད་འདུག། དེ་ཡོང་བྱས་བྱས་ནས་ལོ་སུམ་ཅུ་ངས་དཀའ་གཟུགས་ཤིག་ཡིན་ན་ཕུད་དགོས་བྱས་འདུག་དེ་རིང་རང་ང་དང་རང་རང་ལ་དཀྲི་བ་བཏང་བྱས་སུ་དུས་ཚོད་ཅིག་ཡིན་བ་ལས། གསུངས་པ་ས་ན་ངའི་བསྟོད་རྒྱུན་ན་བཞུགས། ང་དང་ཚང་མས་གཞན་ལ་གནོད་པ་སྐྱེལ་སྙན་ན་ནོག། གཞན་ལ་གནོད་འཚེ་བྱོས་སྙན་ན་ནོག། གཞན་ལ་འགོབ་སྐོར་བཏང་བཏང་སྙན་ན་ནོག། གཞན་ལ་ཨེ་ནས་ཁ་ངན་ཚིག་ངན་བཀོལ་སྙན་ན་སྙན་ན་ནོག། ཡིན་ན་སྙན་ན་ཡང་དེ་ཚང་མ་ནི། ང་དང་འབྲུག་སྒྲས་མེད་ཀ་ནི་ལ་ཞིག་ཡིན་ནོག་བསམ་ག་འདུག་ང་དང་རང་ན་རང་ཡོང་དགོས་ཏེ་ནོག། ཨོ་དེ་ཚང་མ་ནི། ཨོ་ང་རང་རང་ནང་རང། ཨོ། ཚེ་འདི་དང་ཚེ་ཕྱི་མ་ཕུང་བྱེད་ཞིག་ཡིན་ལ་ཞིག་ཡིན་ནོག་བསམ་ཁར་བུ་ང་དང་རང་ནང་རང་ཨ་ཡོང་དགོས་ཟེར་ནོག་ཨ་ལེ། དེ་མེད་ན། གཅིག་ཡིན་མདོག་མདོག་བཅོས་ཏེ་ཨོ་ད་གཅིག་ཡོད་མདོག་མདོག་བཅོས་ཏེ་ཨོ་ད་མི་འདྲ་མི་འདྲ་ཡོང་ཨ་ནོག་ད་དེ་ཚང་མ་བསམ་བློ་བཏང་བྱས་ཟེར་ནོག་སོང་བ་ས་ན་ཨོ་ད་ངའི་ཨོ་འདུག་ཤུན་ཅིག་ད་བདག་ས་དེ་ག་བཀའ་སློབ་པི་ན་ཅི་ཞིག་འདུག། ཕན་སེམས་ལ་བལྟས་ན་ཨི་ཆེས་ཡོང་ཞིང། ངོ་དང་ང་དང་ལྡན་པའི། གཅིག་ནང་གཅིག་ང་དང་གཞན་ཨང་བ་ཨི་ཆེས། སླེབས་དགོས་ཟེར་ན་ཡང་འདྲ། གཞན་ང་དང་ཡང་ཀ་ཨི་ཆེས་ཡོང་དགོས་ཟེར་ན་ཡང་ང་དང་ལྡན་པ་སེམས་པ་གཙང་སྟེ་གཞན་ལ་ཕན་སེམས་ཡོང་དགོས་ཤ་སྤོ་ཁག་ཅན་ཡིན་བ་ལས། གལ་ཏེས་ཕན་སེམས་མེད་ན། ཕ་མ། ཨོ། ཁྲ་ཁྲོ་འོང་ལ་ཨི་ཆེས་ཡོང་བ་མིན་རོགས། ཁྲ་ཁྲོ་འོང་ཕ་མ་ཨི་ཆེས་ཡོང་བ་མིན་རོགས། ག་ཟུག་ཡོང་བ་མིན་རོགས། ཁོ་གཅིག་ནང་གཅིག་ཡིན་ཨ་ཕན་སེམས་མེད་ན། ད་དེ་སྣ་ཚོགས་ལ་ང་དང་ཁྱིམ་མཚེས་ཟིན་འགྲོ། རང་གི་གཞིན་མ་འདི་འགྲོ། རང་གི་བརྔན་ཀྲུང་པོ་ཡིན་འགྲོ་རང་གི་ཡུལ་མི་ཡིན་འགྲོ་གལ་ཏེས་ང་དང་ང་འོ་ད་དེ་ནས་ཕན་སེམས་ཡོང་ང་ལ་ག་ཕན་སེམས་མེད་ན་ཨེ་ནས་ཁོང་ང་དང་ག་ཡིད་ཆེས་ཡོང་ང་མི་རོགས་ལ་ཡིད་ཆེས་ག་ཟུག་ང་མི་རོགས་ཟེར་ན་ང་དང་ཁོ་བ་ཕན་སེམས་མེད་པ་ཟེར་ན་ང་དང་སྔོ་ན་ཁོ་བ་རྒྱ་ལ་སྐྱོན་བསམ་སྐམ་པོ་ཡོད་མེད་པ་ཟེར་ན་དེ་ནས་ཨ་མི་ང་དང་ག་ཟུག་ཡིད་ཆེས་ཟིན། ཁོ་རྒྱལ་ལ་མ་ཅོ་སྐམ་པོ་ང་ཏང་ཐོང་མཐོང་འཇིག་ན་བན་ཆད་ཅི་བྱ་རུང་ཨོ་ཨི་མི་སྟ་ང་སྒོབ་སྐོར་འཇིག་མི་ཏང་ཨ་ཧེ། ཨི་སྨི་སྟ་ང་རྫུན་འཇིག་མི་ཏང་ཨ་ཧེ། ཨི་སྨི་སྟ་ངི་ག་ན་ཅིག་ཁྲོག་སྟེ་བཅོམ་སྟེ་ལྐོག་སྟེ་མི་ཁྱེར་ཨ་ཧེ། ཨོ་ཨི་མི་སྤེ་ར་ཟེར་སྐམ་པོ་སྤྲང་པོ་ཨི་ན་སྨིན་ཨ་ཧེ་བསམ་སྟེ་ནམ་སྟོགས་ཀ་ཟུག་ཡོང་ང་ནོག་ཟེར་ན་ང་ཏང་ཨ་ང་ཏང་ཨའི་ཕྱོགས་སུ་ན་ཨ་ངོ་ཨ་ཕན་སེམས་མེད་པ་ས་ན། ཏུ་རུ་བ་ལང་ཨི་ན་ཧ་གོར་བ་ལས་བན་ཆེ་སྒོབས་སྐོར་དང་སྐམ་པོ་ཧ་གོར་བ་ལས། འོ་ད་ང་དང་མི་ད་ཧ་གོ་ཅི་ནོག་པ་སོང་པ་ས་ན་ང་དང་ཨིས་ནམ་སང་འོ་རང་གི་བརྔན་ཀྲུང་པོ་ཡིན་ནང་འདྲ་རང་གི་ཁྱིམ་ཚེས་ཡིན་ནང་འདྲ་རང་གི་ཕ་མ་སྤུན་ཟླ་ཡིན་ནང་འདྲ་གཅིག་ནང་གཅིག་ཡིན་ཨ་ཕན་པའི་བསམ་བློ་འཁུར་དགོས་ཤེས་པོ་ཚང་མ་ཟངས་ཁག་ཅག་ནི་དེ་གལ་ཏེས་ང་དང་ཡི་ཕྱོགས་ན་གཞན་ལ་ཕན་པའི་བསམ་བློ་ཡོད་ན། ཡི་ནི་ཀུ་ལེ་ཀུ་ལེ་གཞན་པོ་ང་དང་ཡི་ཁོའི་ང་བདེན་པའི་ཕན་སེམས་འདུག་བསམ་ཀན་པོ་ཧ་གོ་ཨན་པོ་ཅིག་ཡི་ནི་ཁོ་ང་དང་ཡིད་ཆེས་ས་ནོག་ད། ཁོ་ང་དང་ཡིད་ཆེས་ཨན་པོ་ཅིག་ཡི་ནི་ག་གེ་དེ་ན་ཁོས་ཨོ་ང་དང་རྒྱ་ལ་སྤྱོད་བྱ་སའི་བསམ་བློ་ཁོ་ར་ནོག་ཁོས་ང་དང་སྤེ་ར་སྤྲང་པོ་ཟེར་བྱ་སའི་བསམ་བློ་ཁོ་ར་ནོག་ཁོས་ང་དང་རོགས་སྤྱོད་བྱ་སའི་བསམ་བློ་ཁོ་ར་ནོག་ཁོའི་མངའ་ཐང་དེ་ནི་བདེན་པའི་ཨི་ཆེས་ལེ་བར་པོ་ཅིག་གོ་དེ་ནི་དགའ་བོ་བྱ་བ་བཟང་པོ་དང་ལ་བཟང་པོ་སྤྱོད་བྱ་ཟི་བསམ་བློ་འཁོར་ནོ། ད་ཨི་ཆེས་ལ་བརྟེན་ན། ཧ་ལེ་ཨོ་དེ་ནི་མངའ་ཐང་མི་གཅིག་ནང་གཅིག་གི་འབྲེལ་བ་བཟང་པོ་ཡོང་བ་ནོ་ཨ་ལེ། ཨོ་གཅིག་ན་གཅིག་མཛའ་བོ་གྱུར་ར་ནོ་གཅིག་ན་གཅིག་ལོ་ལྟ་སྤྱོད་ཉན་ར་ནོ་གཅིག་ན་གཅིག་ཨོ་ཡིད་ཆེས་ཡོད་ན་ཨེ་ནི་ད་ང་དང་ཅིའི་ནང་ཅི་ཞིག་ཧ་ལས་ག་མི་ཞིག་ང་དང་རང་ནང་རང་བསམ་བློ་བཏང་དང། དཔེར་ན་ང་དང་ཁྲོ་བོ་ཆུང་ཙེ་ཙ་ན། ཡང་སུ་ལ་ཡིད་ཆེས་ཟེར་ན་ཆི་ཟ་མའི་ནང་འདྲ་ཨ་མ་ཡིད་ཆེས་དུ་བ་ལས། ཨ་མ་ལ་ཡིད་ཆེས་བྱེད་དམ་ཕོ་ཆེ་ཁོ་གང་བོ་ཞིག་ག་ཅི་ཞིག་ཧ་ལས་ཨོ་རྐྱེན་དང་བཅའ་བ་དང་བཀའ་ཟུག་ཞིག་སྒོ་སྐབས་ཅིག་སླེབས་ན་ཨ་མའི་མདུན་ལ་འབངས་གྱོང་འདུག་བ་ལས། ཨོ་ཨ་མའི་མདུན་ལ་ཡོང་ཆེས་པོ་ཁོ་ཨ་མ་སྐྱིད་པོ་ཞིག་ཚོར་འདུག་བ་ལས། ཨ་མའི་མདུན་ལ་ཡོང་ཆེས་པོ་ཁོ་སྨ་ན་སྨ་ན་དཀའ་ངལ་བར་དོ་མང་པོ་བརྒྱབ་སྟེ་ནག་པར་དུ་སྨྱོ་འོན་ཅིག་དང་ཨ་མའི་མདུན་ལ་ཨ་མ་དང་རྒྱུས་ཡོད་ནང་འདྲ་མེད་ནང་འདྲ་ཁོའི་སེམས་སུ་ནང་ཅི་ཡོད་དེ་ནོག་ས་ན་ཨ་མ་ལ་ཡིད་ཆེས་ཡོད་པ་སང་ན་ཨེ་ནས་ཨ་མའི་མདུན་ལ་ཡོང་ཅི་སྤོ་ཁོ་རང་ཁོ་ཨ་སྐྱིད་པོ་ཚོ་ར་ནོག་ལེ། ཨ་མའི་ཞལ་གདོང་པོ་མཐོང་ཅི་སྤོ་ཁོ་རང་མ་ཁོ་ཨ་ག་འདི་ནས་ག་ལྡེ་མིག་ཚོ་ར་ནོག་ལེ། ཅི་ཡོད་ས་ན་དེ་ཅི་བ་ཡིན་ནོག་ས་ན་ཨ་མ་ཡིད་ཆེས་ཡོད་དེ།

ཨོ་ད་གལ་ཏེ་ས་ལེ་ང་དང་གཅིག་ན་གཅིག་ག་ཨོ་ཨི་ཆེ་ཟེར་ན་ཨི་ནི་ང་དང་ཛའོ་སྙེ་མོ་བརྒྱ་ལ་བཟང་པོ་ཞིག་རྒྱུ་ར་ནོ་གལ་ད་ཛའོ་སྙེ་མོ་བརྒྱ་ལ་བཟང་པོ་ཞིག་རྒྱུ་ལོ་ར་བརྟེན་ན་ང་དང་གཅིག་ན་གཅིག་ཡ་ཏོ་བཅོས་ཏེ་ཨི་ནི་གཅིག་ན་གཅིག་ག་རོགས་བཅོས་བྱས་གཅིག་ན་གཅིག་ག་ཕན་ཐོགས་བཅོས་བྱས་ཨོ་གཅིག་ན་གཅིག་ག་མཉམ་རུབ་མཉམ་ཁུར་དཀའ་ངལ་བར་དོ་མཐོང་ན་ཚང་མ་མཉམ་པོ་ཨོ་ཟ་རྒྱུ་འཐུང་རྒྱུ་བརྒྱ་ལེགས་སྐྱིད་པོ་ཞིག་བྱུང་ན་ཚང་མ་མཉམ་པོ་བཅོས་བྱས་ཟེར་བསམ་བློ་འཁོར་ར་ནོ་གལ། གསུངས་པ་ས་ནང་གྲོགས་པོའི་འབྲེལ་བ་ལ་བརྟེན་ན་མཉམ་འབྲེལ་ཡག་པོ་ཞིག་ཡོང་ཐུབ་ཟེར་འོ་ཚང་མ་འོ་སྐིད་ནང་སྡུག་ནང་དཀའ་གཟུགས་ཤིག་ན་སྐབས་ཅིག་བཤད་ན་མཉམ་པོ་བྱོས་ནས་བསམ་ག་ན་ཡོང་ང་རོག་ད་ལེ། འོ་ད་གསུངས་པ་ས་ན་ཚང་མ་ས་ཁག་ཅན་པོ་ང་དང་ཅི་བྱེད་མཁན་ཟེར་ན་གཞན་ལ་བཅོས་མིན་གྱི་ཕན་སེམས་ཡོད་ན་འོ་ད་སེམས་ཧ་ལས་བཅོས་མ་མ་ཡིན་པ། འདྲ་ཆགས་ཆགས་མ་ཡིན་ག་འདྲི་གར་ཚུགས་མ་མ་ཡིན་ག་འདྲི་སེམས་གཏིང་ན་སེམས་གཙང་སྟེ་སེམས་སྐྱིལ་ན་འོ་ང་ཁོ་ཨ་ཕ་སེམས་གཞན་ལ་སུ་དང་སུ་ཞིག་ལ་ཡང་ཕན་པའི་བསམ་བློ་ཡོད་ན། ང་དང་ཨ་ཁོ་ཨ་ནམ་ཡང་འགོབས་སྐོར་བཏང་ཨ་མ་རུང། དཔེར་ན་ང་དང་ཨ་དཔོན་པོ་རིགས་ཞིག་ཕག་སུབ་བཟའ་རུང། དཔོན་པོ་རིགས་གཅིག་གིས་གཞན་ལ་སྒོབ་སྐོར་དང་རོགས་བརྩོན་དང་སྤྱི་ནོག་གདིང་མའོ། དེ་མི་དེ་དཔོན་པོ་ངོ་མཁས་དེ་ན་དེ་ཁོས་ཡོག་ན་ལ་ཞོག་ག་ནི་ཡ་མེད་ན་ཁོས་ཡོག་ན་ཡོད་ག་ནི་དེ་མི་ངོ་ལ་སེམས་གཏིང་ན་ཕན་སེམས་མེད་པའི་རྟགས་པོ་ཁོས་བསྟན་དེ་རོགས་ལ། ཨོ། སོང་པ་ཟ་ན་དགའ་ང་དང་ཨ་ཅོ་ནོར་ཞིག་ཨེ་ན་ཡང། ཧ་ལས་ཕ་མིང་འབུ་ཧྲེང་ཞིག་ཨེ་ན་ཡང། ཨོ། སེམས་གཏིང་ན་ཕན་སེམས་མེད་ན་ཅི་འབའ་ཟད་ཁོས་དགོབ་སྐོར་བཏང་འདུག་དེ་ང་དང་ཨ་མཐོང་འདུག་བ་ལས་ང་དང་གསལ་པོ་ཧ་གོ་རུ་བ་ལས། སེམས་གཏིང་ན་ཕན་སེམས་མེད་ཨན་པོ་ཅིག་ཨེ་ནི་སྤེ་ར་འདྲ་ཆགས་པོ་ཟེར་ཨེ་ནི་སྡིག་མ་ཨོ།

གསུངས་པ་བསམ་ན་ང་དང་གཅིག་ན་གཅིག་ག་ཅོས་མ་མ་ཡིན་ག་ནི་ཕན་སེམས་ཡོད་ན་ཨོ་དེ་ནས་ད་ནམ་ཡང་ཨོ་ད་དགོད་སྐོར་བཏང་ཨ་མ་ནོག་བསླུ་བྲིད་བཏང་ཨ་མ་ནོག་ཨོ་ཡོང་ཨ་མ་ནོག་ཨེ་ནས་ཁོའི་སྣང་བ་རྣམ་རྟོག་ཐོག་པའང་ཡོང་ཨ་མ་ནོག་ད་ཕན་སེམས་ཡོད་སེམས་གཏིང་ན་ཅོས་མ་མ་ཡིན་པའི་ཕན་སེམས་ཅིག་ཡོད་ན་ཨེ་ནས་ང་དང་ཨི་ཆེས་ཡོད་པ་བསམ་ན་ཨེ་ནས་སྣང་བ་རྣམ་རྟོག་རྩ་བ་སྙིང་ན་མེད་ག་འཇིག་སེམས་པ་གཙང་སེང་ངེ་སེམས་པར་ག་ལྷང་ངེ་སྡུག་ཅག་ཞིག་ཡོང་ཨ་མ་ནོག་ཨ་ལས། འོ་ད་ང་དང་ཚང་མས་བདེན་པས་ཧ་ལས་ང་དང་ཚང་མ་ནང་པ་སངས་རྒྱས་པ་ཡིན་ནོ། ང་དང་ཚང་མ་ནས་དགའ་ཁེ་དེ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ། འོ་ད་ནང་པ་སངས་རྒྱས་པའི་སྟོན་པའམ་འོ་ང་དང་ངའི་ལམ་སྟོན་པ་སྟོན་པ་མཉམ་མེད་ཤཱཀྱ་ཐུབ་པ་ཁེ་དེ་ན། སྐྱེ་བ་བརྒྱ་ཕྲག་སྟོང་ཕྲག་མང་པོའི་སྔ་རོལ་ན། གཞན་ལ། འོ་འགྲོ་བ་སེམས་ཅན་ཐམས་ཅད་རེ་རེ་གཉིས་གཉིས་གར་མ་ཡིན་ཀན། ནམ་མཁའི་མཐའ་དང་མཉམ་པའི་འགྲོ་བ་སེམས་ཅན་ཐམས་ཅད་ལ། བཅོས་མིན་གྱི་ཕན་སེམས་ཀྱི་སྐུ་ན་ལྷང་སྟེ། རང་ངར་དཀའ་ངལ་སྤར་དོ་དཀའ་གཟུགས་ཤིག་མཐོང་ན་ཡང། འོ་དེ་ནས། ད་སེམས་ཅན་གཞན་ལ་ཕན་ན་འགྲིག་བསམ་ཀ་ནས་བསམ་བློ་ཡོད་ཀ་ནས་སྟོན་པ་ཞིག་ཡིན་བ་ལས། ང་དང་དེའི་རྗེས་འཇུག་ཡིན་ཟེར་དུ་རོགས་པ་ང་དང་དེའི་སློབ་མ་ཡིན་ཟེར་དུ་རོགས་པ་ཡིན་ན་ད་ང་དང་ཁོང་གི་སློབ་མ་ཡིན་ན་ད་ང་དང་ཁོང་གི་མཛའ་པ་རྣམ་ཐར་ད་ཆ་ཚང་གཅིག་སྐྱོང་མ་ཉན་ན་ཡང་ཡིན་ནའི་ཁོང་གི་ཐུགས་ཀྱི་བསམ་བློའི་ཟུར་གཅིག་ད་ང་དང་ཁྱོད་ཉན་དགོ་ཟེར་བ་ལས། བདེན་པའི་ཁོང་གི་འོ་ད་ང་དང་རྒྱ་ཆེ་ནའང་ཆུ་ཐིགས་ཙམ་ཞིག་གི་ཁོང་གི་འོ་ཆགས་གླ་ཞིག་ཡ་མེད་ན་ཁོང་གི་ཉམས་ལེན་སྤྱོད་ལུགས་ལམ་སྟོན་པོ་ལམ་བཞི་ག་ན་ད་ང་དང་སྦྲུལ་དགོ་ཟེར་བ་ལས། ད་སྦྲུལ་ནི་ཅི་ནོ་ཟེར་ན་ད་དཔེར་ན་ང་དང་ཕ་སེམས་གཅོད་བྱས་གསུངས་ཨོ་ད་ཁོང་བསླབ་རྒྱུའི་བསླབ་བྱ་ཡིན་ཟུར་གཅིག་ཡིན་ནོ། ཨོ་གསུངས་པ་སང་ན་ཨོ་ད་ང་དང་ལྡན་པས་རང་ནང་རང་དཀྲི་བ་དང་གོ་ཤ་ཟེར་ངས་ནམ་སང་ཞུས་གཞན་ལ་འཛུགས་མ་བཙུགས་གཞན་ལ་སྐྱོན་མ་བརྗོད་རང་ནང་རང་དཀྲི་བ་སལ། ང་བཀའ་གཟུགས་ཤིག་འདུག་ངས་སྤྱི་བཅོས་རུག། ཨོ་རྙེད་ཆོས་སྐམ་པོ་ཆོས་ནང་ཐུན་བསྡུ་བ་ཐུ་ན་མི་འདུག་སངས་རྒྱས་སུ་བཀའ་སློབ་ལམ་སྟོན་ནང་ཐུན་བསྡུ་བ་ཐུ་ན་མི་འདུག་ང་བདེན་པས་ང་རང་ནང་རང་ཨར་བརྟག་དཔྱད་བྱོས་ཏེ་ང་ནང་པ་ཞིག་གྱུར་འདུག་ག་གྱུར་ར་མི་འདུག་གོ་མེད་ཀ་ང་དང་རང་ནང་རང་ཨར་བཀྲི་བ་ས་ལམ་ང་དང་མང་པོ་ཞིག་ཁམས་དོན་དགེ་སྦྱོར་སྤྱོད་གང་སྤྱོད་ནོག་ཆགས་སྐོར་ར་དགྲ་ཆགས་ཆགས་མང་པོ་སྤྱོད་ནོག་ད་དོན་དག་ངོ་སྤེལ་ན་ཚུལ་ལ་ང་དང་ནང་པ་གཙང་མ་ཞིག་གྱུར་རི་ད་གྱུར་ར་མེད་ཟེར་མཁན་མང་ཐེ་ཚོམ་བཟོ་བ་ད་ལས། བདེན་པའི་མངའ་ཐང་སྟོན་པ་ཕོ་མངའ་ཐང་མགོ་ཁྲིད། མངའ་ཐང་བླ་མ་སྟོན་པ་ཨི་ཟམ་ཞིག་བཞུགས་ཟེར་ན་ཡང་མངའ་ཐང། ཨོ་ད་གཞན་ལ་འགོ་བསྐོར་བཏང་གིན། གཞན་ལ་ཧམ་པ་བྱེད་གིན། གཞན་ལ་རྫུན་བཏང་གིན། གཞན་ལ་སྐྱོན་བརྗོད་བཅོག་ག་ནས་མི་ཞིག་ཏུ་གྱུར་ཅི་སྲིད་མངའ་ཐང་ཉན་ག་འདུག་ཨ་ད་ཉན་ག་འདུག་ཟེར་བྱས་པ་ངས་ཅི་འཛིན་ན་ང་རང་ནི་ང་རང་ཨར་བརྟག་དཔྱད་བཅོས་ཏེ་ཞུས་བསྟན་མ་གཏོགས་ཨོ་ངེད་ཅག་ཚང་མས་བསམ་བློ་ང་ཧ་གོ་བ་མ་གཏོགས། ངེད་གཞང་བསང་མའི་སྒང་ངོ་ཞིག་རང་རང་རང་རང་དགའ་སྤྲོའི་རེད་འདུག་སྟེ་ཆགས་ལ་སྐ་གཟུགས་ཤིག་བཟའ་སྟེ་མཛེར་ཁང་མ་ལྔ་རྐྱང་བརྒྱུས་མེད་ཀྱང་འདི་རིང་ངའི་ཡི་ག་ན་ཚིགས་ཁ་གཅིག་བཞུད་ན། ངས། ཨོ། རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་ནོ། ཨོ། དེ་ན་ཚོགས་ལ་སྔར་གྱི་ནཱ་ལེནྡྲའི་ཁཱ་སྤ་དང་པཱ་འདྲི་ནཱ Pandita རྣམས་ཀྱི་གསུང་ངུ་ནི་ན། ཨོ། ད་དེ་ན་ཚོགས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ངུ་ལ་རྩ་བའི་བརྒྱུད་བཟོད་བཅོས་ཏེ་དེའི་སྐོར་ན་ངེད་གཞང་ལ་བཞུས་ཏེ་ནོ་མ་གཏོགས་ངེད་གཞང་དགའ་སྤྲོ་ཞིག་ག་འདུག་སྟེ་དགའ་སྣང་ས་ཞིག་ག་བཞུགས་སྟེ། ཅི་ཅི་རེད་རྫ་དེ་དཀའ་ཟུག་རེད་བསམ་བློ་ས་རེད་ཟེར་ག་འདུག་ང་ཅང་རྒྱུས་མེད་སྐད་ཡིན་ནའང་དག་ས་ཡི་ག་ནས་ངས་ཞུ་ཆེས་པོ་ཁྱེད་དེ་ན་འོ་ད་ལྟའི་སྐིས་བུ་དམ་པ་རྣམས་ཀྱིས་བཀའ་སློབ་ལམ་སྟོན་པར་བརྟེན་ཏེ་ཚིགས་ཁ་ཅིག་ངས་ཅང་ང་ཞུས་ཟེར་བ་ལས། འོ་གསུངས་པ་བསམ་ན་འོ་ད་ང་དང་ཚང་མས་འོ་ད་དུས་དང་རྣམ་པ་ཀུན་ཏུ་འོ་ད་བདེན་པའི་ངའི་བདེ་ཡག་ན་ཡང་ཡང་བཞུགས་པས་རང་གི་འཁྲུལ་པ་རང་གིས་མ་བརྟགས་ན་ཆོས་དཔེ་གཟུགས་ཀྱི་ཆོས་མིན་ཅེས་སྲིད་པས་གསུངས་སྲིད་དོ། རང་གི་ནོར་འཁྲུལ་པོ་ལ་རང་བརྟག་དཔྱད་བཅོས་མ་ཤེས་ན་གཟུགས་པོ་ཆོས་དཔེ་གཟུགས་ཞིག་ཁུར་དཔེར་ན་ང་བཞག་བཙོག་ཞིག་ཡིན་ན་ཨོ་ད་དཀའ་སྤྱད་ནིན་ཨོ་དགེ་བཤེས་ཟིན་ཨོ་གཅིག་ཡིན་དུས་སྟོད་འགག་སེར་པོ་དགོན་དེ་འདྲ་ཆགས་པོ་ཡོད་དེ་ནོག་ད་ཡིན་ན་ཡང་རང་གི་ནོར་འཁྲུལ་པོ་རང་གིས་བརྟག་དཔྱད་བཅོས་མ་ཡེན་ན་ནོར་འཕེལ་ལོག་མཐོང་ཚུལ་གཅིག་པུ་ཆ་བཞག་བྱེད་མི་རུང་བ་རེད། དང་འདི་རིང་སྤྱི་ཚོགས་སེ་ན་ང་དང་འཕེལ་ལོག་མཐོང་ཚུལ་ལ་ཁ་ཅིག་ད་མ་དྲག་པོ། མ་ང་ཅན། མཐོན་པོ། ཁོ་ན་གཅིག་གཅིག་ཡི་ག་སྡུག་ག་ཡིན་ནོག་གཅིག་ཉོག་ཉོག་ཡིན་ནོག་ཟེར་མཁན་མང་པོ་ཡོད་ཀྱི་ཧ་ཀ་ཡིན་ན་ཀྱང། ནའུ་སི་ཕུགས་སི་བསམ་བློ་བཏང་འཇོག་པོ་ག་ཟུག་ཞིག་འདུག།

ད་ལྟའི་སྤྱི་བཞག་དང་གནའ་བོ་སའི་བསམ་བློ་བཏང་འཇོག་པོ་རྒྱ་ལེགས་མེད་སྐམ་པོ་བཞག་སྟེ་ཨེ་ནི་ཕི་ལོ་བར་རྣམ་འགྱུར་པོ་ཨོ་གཟུགས་ཤིག་བིངས་ཏེ་རོགས་ལེ་དེ་རྣམ་འགྱུར་པོ་ཆོན་ལ་བིངས་ཏེ་མེན་ཀྱང། དེ་རྡོང་སྐྱུར་མོ་ནང་དེ་རྡོང་ནག་པོ་སྟན་ཆ་ནང་དེ་ཧྲོ་སྟན་ཆ་སྔོན་ཆོན་ལ་བིངས་ཏེ་མེན་ཀྱང་གནའ་བོ་ཨོ་བསམ་བློ་ཁུར་ཕྱོགས་པོ་བཙོག་པོ་ཞིག་ཡོད་པ་སང་ན་རྣམ་འགྱུར་པོ་ཨོ་གཟུགས་ཤིག་བིངས་ཏེ་རོགས་ལེ། ཨོ་གསུངས་པ་བསམ་ན། ཨོ་ང་དང། དགའ་ལྡན་པའི་རང། ཨོ་རྣམ་བཟང། ཡང་ཡོན་ཏན་རྒྱ་ཆེན་མོ་ཞིག་དང་གཏིང་ཟབ་མོ་ཞིག་དང་སྟོང་པ་ཉིད་ཀྱི་སྐོར་ང་དང་ཤེས་ས་མེད་འགྲོ། བྱང་ཆུབ་ཀྱི་སེམས་ང་དང་རྒྱུད་ལ་སྐྱེས་ས་དེ་མེད་འགྲོ། མེད་ན་ཀྱང་བདག་སང་ང་དང་སྤྱོད་ངན་སྐྱེས་པོ་ཅི་འདུག་ཟེར་ན། གཞན་ལ་རྡུང་རྣམ་འགྱུར་ལྡེ་མིག་ལྟ་ངན་སྐྱེས་པོ་ང་དང་འཛུམ་ཞིག་ཡེ། གཞན་ལ་ངན་པོ་བཞག་ལྟ་གསལ་ངན་སྐྱེས།

ངས་བསྟོད་རྒྱུ་ན་གཞུད་འཕྲུལ་ཁྱེར་དེ་ནང་མི་སྐྱག་ན་འཕྲུལ་གྱི་ཚེ་སྲོག་ཤོར་དེ་རོ། ཁོ་མི་བཟའ་ཆགས་པ་སོང་ན་ཁོ་ཁོ་རང་ལ་ཚེ་སྲོག་མ་ཐོབ་པ་ཡིན་ཀྱང། འཕྲུལ་ཁོ་རང་ཁོ་རང་ཆགས་དེ་ཡོང་ན་ནང་བོ་སྤི་ན་ཁོ་ཕྲུ་གུ་ཕྲུ་གུ་ལ་ཕྲུ་ཕྲུ་གུ་ཆགས་དེ་ཡིན་ནས་བན་ཆད་ཁོ་རང་ཁོ་རང་ཆགས་དེ་ཡོང་ཀྱང། འོ་དེ་ཙམ་ན་ཅི་གསུང་དེ་རང་འཕྲུལ་ལ་ཚེ་སྲོག་ཐོབ་དེ་ཡིན་ཀྱང། སྡེ་སྣ་ཚོགས་ལ་མིའི་མངའ་ཐང་ཤེས་གཞོན་ཅང་བསམ་བློ་བཏང་ཤེས་གང་ཅི་ན་རང་གི་ནོར་འཁྲུལ་བོ་རང་ངོ་འཛིན་བཅོས་ཤེས་ན་ཉན་ན་འོ་དོ་ཅི་ཡིན་ཀྱག་འོ་སློབ་སྦྱོང་ཡོད་པའི་རྟགས་ཟིན་ཀྱག། རང་གི་ནོར་འཁྲུལ་བོ་རང་གི་སྐྱོན་བོ་རང་ང་ཕིང་མ་ཡིན་རང་ང་ཧ་མ་གོ་བ་མིའི་ཞན་ཅིག་གིས་ཁྱེད་རང་ང་ཨི་གཟུགས་ནོར་འཁྲུལ་འདུག་ཨི་གཟུགས་སྐྱོན་སྐྱོན་འདུག་ཨི་ལས་བོ་མ་བཅོས་ཟེར་ཅིག་ཨི་ངོ་ང་ཀ་དང་ཟེར་ཡོང་ན་འོ་དེ་ཚ་ན་ང་དང་ཅི་ཡིན་ཀྱག། སློབ་སྦྱོང་མེད་པའི་རྟགས། བསམ་བློ་བཏང་མ་ཤེས་པའི་རྟགས་སྤོ་ང་དང་རང་ནང་རང་ཨེ་སྟན་དེ་རྒྱག་ད། ཨོ། སོང་པ་སང་ན་ཨོ་ད་ང་དང་ཚང་མས་ཆོས་སྤྱོད་ཆོས་སྤྱོད་འཛར་པོ་ཚོ་ད་ཨིས་བདེན་པས་ང་དང་དེ་རིང་གི་བཀའ་སློབ་ལམ་སྟོན་པོ་བཀའ་ཟུག་ཞིག་ཏུ་ངེས་ཅང་དེ་ན་ཨི་མང་པོ་ཞིག་ག་ང་དང English ཧ་ལས་རྒྱ་ལ་ཁྱེད་ནས་འགྲོ་རྒྱ་ལ་ཁྱེད་ནས་ནོག་སོང་པ་སང་ན་དེ English བའི་ཚིགས་སྤོང་རྩ་བིག་སིལ་ཏེ་གོ་བ་ཞིག་རྒྱབ་ཡང་ང་དང་བུ་དིག་གི་ཚིགས་སྤོ་སིལ་ཏེ་གོ་བ་ཞིག་མནན།

གསུངས་པ་ས་ན་ཨོ་ད་ཐ་མའི་བཀའ་བདེན་པས་ཧ་ལས་ང་ནི་འདི་དག་སྲིད་ཚིག་སྲིད་བཀའ་སློབ་ལམ་སྟོན་ངོ་ནས་ཐོ་འཇག་ལན་པོ་ཅིག་ཨེ་ནི་སེམས་ནང་ལ་བཀའ་བླང་བླང་སྤྲོ་བླང་བླང་ཨོ་ད་ང་མ་ཤེས་བདེན་པ་འདི་རིང་ང་མ་ཤེས་འདུག་ཅེས་པོ་ད་ཨོ་ད་རྒྱལ་བ་ཐམས་ཅད་མཁྱེན་པའི་ཨི་བཀའ་སློབ་ལམ་སྟོན་ཟབ་མོ་བོ་འཇལ་ཏེ་དེ་ཡང་རྩ་རིག་བསམ་བློ་དང་བཅས་སི་སྒོ་སྐབས་ཐོབ་བྱས་སི་དོན་དག་མ་ཤེས་ལུས་རྟོགས་དེ་ཡང་ང་རང་བསྐལ་པ་བཟང། བསོད་ནམས་ཆེ་བསམ་གང་དུ་ང་དང་རང་ན་རང་དགའ་བ་སྒོམ་དགོས་ཟེར་བ་ལས། འོ་སོང་བ་ཟེར་ན་ད་བཀའ་སློབ་ཡིན་ན་ཅི་འདུག། ཕན་སེམས་ལ་བརྟེན་ན་ཨི་ཆེས་ཡོང་ཞིང། ཨི་ཆེས་ལ་བརྟེན་ན་གྲོགས་པའི་འབྲེལ་བ། གྲོགས་པའི་འབྲེལ་བ་ལ་བརྟེན་ན་ཉམས་འབྲེལ་ཡག་པོ་ཞིག་ཡོང་ཐུབ། གཞན་ལ་སྐྱོན་མིན་གྱི་ཕན་སེམས་ཡོད་ན་དགོས་སྐོར་བསླུ་བྲིད་སོགས་མི་ཡོང་ཞིང། དོགས་པ་རྣམ་རྟོག་གང་ཡང་མེད་པ་ཕན་ཚུན་འབྲེལ་བ་བཅད་ཆོག་གསུངས་ཟིན་འདུག་བ་ལས། འོ་གསུངས་པ་བཟང་ན་འོ་ད་དེ་རིང་འདི་ག་ཚངས་པོ་རི་ཚང་མ་ལ་ཐུགས་རྗེ་ཆེ།